བོད་ཟླ་གསུམ་པའི་ཚེས་བཅོ་ལྔ་ཡང་ན་ཕྱི་ཟླ་ལྔ་པའི་ཚེས་བཅུ་དྲུག་ནི་བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱི་དུས་ཆེན་གསུམ་འཛོམས་འཁེལ་གྱི་ཡོད་པས་དུས་ཆེན་འདི་ལ་དག་ས་ནས་གཟབ་ཅིང་རྒྱས་པ་སྲུང་བརྩི་ཞུ་སྲོལ་ཡོད་ལ་འདི་ལོ་ཡང་ལོ་ལྟར་བཞིན་སྲུང་བརྩི་ཞུས་སོང་སྤྱིར་དུས་ཆེན་ཁྱད་པར་ཅན་འདིའི་ཉིན་མོར་ལ་དྭགས་སུ་ཡོད་པའི་ཡུལ་ཆུང་གང་སར་གནས་པའི་ནང་པའི་སྤྱི་ཚོགས་ཀྱི་མི་དབང་དང་སླད་རྒྱལ་ས་ལ་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་འཐུས་མི་རྣམས་ཚང་འཛོམས་ཐོག་སྲུང་བརྩི་ཞུ་སྲོལ་ཡོད་ལ་འདི་ལོའི་དུས་ཆེན་ཁྱད་པར་ཅན་གྱི་ཉིན་མོའི་སྐུ་མགྲོན་གཙོ་བོར་འབྲི་གུང་བསྟན་པའི་མངའ་བདག་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་ལ་དྭགས་གཙོ་གཞུང་མངའ་སྡེའི་སྲིད་སྐྱོང་གཞོན་པ་སྐུ་ཞབས་ཨར་གྷི་མ་ཐུར་ལགས་སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་མཆོག་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་པེ་ཅང་ཚིན་རྣམ་རྒྱལ་ལགས་གཙོས་པའི་ས་གནས་སུ་ཡོད་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་མི་སྣ་ཁག་ཚང་འཛོམས་ཐོག་སླད་སྤོ་ལོ་ཐང་དུ་སྲུང་བརྩི་ཞུས་སོང། ལོ་རྒྱུས་བཞིན་ལ་དྭགས་སུ་ཆགས་པའི་གཞུང་སྒེར་སློབ་གྲྭ་ཁག་འདྲ་མིན་ལ་སངས་རྒྱས་ཀྱི་མཛད་པ་བཅུ་གཉིས་སློབ་གྲྭ་ཁག་སོ་སོར་རྒྱན་བཀོལ་བྱས་ནས་འབུམ་སྐོར་དང་མཉམ་མི་མང་ལ་སྤྱན་བསྟར་གཟིགས་འབུལ་ཞུ་བ་དང་སློབ་གྲྭའི་སློབ་ཕྲུག་རྣམས་མི་མང་མཆོད་འབུམ་བསྣམས་མཁན་གྱི་སེར་སྦྲེངས་རྗེས་སུ་མཉམ་དུ་འགྲོལ་སྲོལ་ཡོད་ལ་འདི་ལོ་ཡང་ལོ་ལྟར་བཞིན་གནང་སོང།

ཡང་ལ་དྭགས་ཀྱི་མི་མང་ཡོངས་འདུན་པ་ཆེན་པོའི་ངང་ཕེབས་བསུ་ཡོད་པ་གསུངས་སོང་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཏུའུ་ཡི་ནད་ཡམས་བྱུང་བའི་ཆེའི་ཕྱིར་སྐྱོད་དང་པོ་དེ་ལ་དྭགས་སུ་ཡིན་པར་དགའ་སྤྲོ་ཆེན་པོ་ཡོད་པ་གསུངས་སོང། ཡང་དེ་རིང་གི་དུས་ཆེན་ཉིན་མོར་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་བལ་ཡུལ་གྱི་ལུམྦུ་ནེ་སི་ཏུ་རྒྱལ་སྤྱིའི་ས་དེའི་དུས་ཆེན་སྲུང་བརྩི་ཞུ་བར་ཕེབས་འདུག་ཡང་ལ་དྭགས་ནང་ཡོད་པའི་སློབ་གྲྭ་ཁག་འདྲ་མིན་གྱི་སློབ་ཕྲུག་རྣམས་ཀྱི་བར་ཡིག་གཟུགས་དང་རྩོམ་ཡིག་འགྲན་བསྡུར་བྱས་པའི་ནང་ལ་དྭགས་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་ཁྱོན་དྲུག་གིས་བྱ་དགའི་ཕྱག་འཁྱེར་བཞེས་གནང་སོང། ཆེ་ཨེ་ཤ་ར་བ་རླུང་འཕྲིན་ཁང་གིས་ལ་དྭགས་ནས་ས་གནས་གསར་འགོད་པར་འཕྲིན་ལན་ཆེད་དོན་གྱི་སྙན་སྒྲོན་ཞུ།